ང་རང་མིང་ལ་རྡོ་རྗེ་རང་ཟེར་དང། སྔོན་མ་རྒྱ་གར་རྒྱལ་ས་ལྡི་ལི་ལའང་ནས་རྒྱ་མིའི་དཔོན་པོ་ལས་ནས་ཡོད། ངོ་རྒོལ་བྱས་རིང་ནས་ང་ཏི་ཁར་བྱས་ལ་ང་རང་ཕྱུག་པོ་ཚུགས་པའི་གནས་སྟངས་དེ་འདྲས་ཆགས་སོ། འདི་གར་རྗེས་ནས་འཛུལ་ནི་ང་ཁྲིམས་ཞུ་སྲིང་གི་ཁྲིམས་ནས་མ་དོན་དུས་ག་དུས་རྒྱ་གར་ཁྲིམས་ནས་མ། ང་ནི་མ་བློ་གྲོས་ཆོད་པའི་སྐབས་ལ། ཨ་ནི་ངེད་ཀྱི། ཕ་ཡུལ་ནས་ཀྱི་ངེད་པ་བ། འདས་གྲོངས་ཆེ་བའི་གནས་ཚུལ་དེ་འདྲའི་ཆེད་ང་མི་ཚེ་ན་ལ་ག་གབ་དུས་དེ་འདྲའི་ཆེད་རྗེས་མ་ཐུ་བའི་ཆེད་ང་ལ་ཁྱེད་བཟོ་ཞུ་གི་ཡོད། མ་ང་དང་ཕ་མ་བར། དང། མི་ཚེ་གང་སར་ནི་ཐུགས་ཡག་གི་གོ་སྐབས་བྱུང་མ་སོང་ཞུ་གི་ཡོད། ངོ་རྒོལ་གནང་པ་བྱས་ན་རྒྱལ་ཁབ་ཅིག་ཆགས་བྱས་ན་ཁྲིམས་ཅིག་ཆགས་བྱས་ན་དྲང་བདེན་མེད་པ་ད་ལྟ་ང་ཚོ་གི་ཁྲིམས་ཀྱི་ལུགས་ལ་བདེན་པ་མེད་པ་ཅིག་ལ་ང་ཚོ་གི་ཉིད་ཀྱི་ང་རང་ངོ་ཆོས་བྱས་ན་ངོས་འཛིན་དེ་འདྲས་ཅིག་ལ་བྱེད་ཀྱི་ཡོད། རྣམ་འགྱུར་དེ་འདྲས་ཅིག་ལ་ཡང་ན་ང་ཚོ་གི་དྲང་བདེན་མེད་པ་ཅིག་ལ་ཡང་ན་ང་ཚོ་གི། ངོ་རྒོལ་བྱེད་སྒོ་རེ་ཞུ་གི་ཡོད། ད་གཙོ་བོ་དེ་སྔ་རེ་ཆུ་ཆོད་ཉིས་སྟོང་བརྒྱད་ནས་ནས་སྐད་འབོད་བརྒྱབ་དེ་འདྲས་ཁོང་རང་ཡང་ཡོད་ཉིས་སྟོང་བརྒྱད་སྐད་འབོད་ནང་མཉམ་ཞུགས་བྱས་དེ་འདྲས་བྱུས་དུས་ག་དུས་ཁོང་ཚོས་གཙོས་པའི་ནས་དཔའ་བོ་དེ་འདྲས་མང་པོ་ཅིག་སྐུ་ལུས་མེ་བསྲེགས་བཏང་རེ་དེ་འདྲས་ཀྱི་ལས་རེ་རྒྱ་མི་གི་དཔའ་ཧང་སངས་ཀྱི་ས་མ་ཐོག་གི་མནར་གཅོད་དང་དེ་འདྲས་མང་པོ་ཆེ་བཏང་ཡོད་རེད་བསམ་གྱི་འདུག་དེ་འདྲས་རྩོད་པའི་ང་ཚོ་ངོ་རྒོལ་རྣམ་པ་དེ་མང་པོ་ཆེ་རྒྱལ་སྤྱིའི་ནང་ལ་སྤེལ་བསྡད་ཡོད་རེད་དེ་གར་བྱས་ནས་སྤེལ་གྱི་འོ་ལ་ན་ང་ཚོ་གི་མི་རིགས་དེ་གི་དྲང་བདེན་མེད་པ་དང་རྒྱལ་སྤྱི་ལ་ང་ཚོ་གི་ཨ་ནེ་ང་ཚོ་རྒྱལ་སྤྱི་ཡི་འགྲོ་བ་མིའི་ཐོབ་ཐང་ཚང་མ་ང་ཚོ་གི་བོད་རང་བཙན་དེ་ང་ཚོ་གི་ཡིན་པ་དང་ང་ཚོ་ལ་ཁུངས་སྐྱེལ་ཡོད་ན་ད་ལྟ་ཧམ་རྩོད་བྱས་རྒྱ་མིའི་བརྗོད་བསྒྱུར་དང་ང་ཚོ་གི་དེ་འདྲས་ཆེ་ལ་ཨ་ནེ་ངོ་རྒོལ་རྣམ་པ་དེ་ལ་དབྱེ་ན་མང་པོ་ཡོད་རེད་བསམ་གྱི་འདུག་ན་ག་ཚོད་སྒྱུ་རྩལ་གྱི། ཐོག་ནས་ནས་རྐྱེན་པས་ལས་འགུལ་དང་རྩོམ་ཡིག་ཐོག་ནས་དེ་འདྲའི་སྟོན་པ་དང་ལུང་པ་ཅིག་ཁྲིམས་ལ་དྲང་བདེན་མེད་པ་དེ་འདྲའི་གི་རྩོམ་པ་པོ་པོའི་དོན་གཉེར་དང། ཁ་ཤས་ནི་ང་ཚོ་གཟུགས་པོ་ཕྱི་ལ་དོན་བྱས་རྐྱེན་པས་ལས་འགུལ་དང་དེ་འདྲའི་གི་ཆ་ནས་ངོ་རྒོལ་རྣམ་པ་དང་དེ་འདྲའི་གི་སྟོན་ང་ཚོ་བྱེད་ཡག་གི་གནས་སྟངས་ཀྱི་ཆ་དེ་ཡོད་རེད་བསམ་མོད་ཀྱི།